ཆ་དེ་འདྲ་ཡིན་དུས། བདག་ནང་པའི་དགེ་སློང་སྦྱིན་པའི་ངོས་ནས། ཨེ་ནི། ཆོས་ཟེར་མཁན་དེ་གི་སེམས་ལ་ཡ། ཕན་གྱི་ཡོད་འདོད་པ་ཅིག་གིས་ད། སོ་སོ། རྒྱུའི་རུ་ཆ་བྱས། མྱོང་བར་བྱེད་དུག་སུ་ཡོང་པའི་ཁ་ཐུག་ལ་ད་ཆོས་ལུགས་ཚང་མ་ལོག། བྱམས་བརྩེའི་བསླབ་བྱ་སྟོན་མཁན་གྱི་ཆོས་ལུགས་ཚང་མ་ལོག་ལ། དངོས་གནས་ཅིག་གསོ་སོ་སོའི་ཆོས་བརྒྱུད་ཆོས་ལུགས་འདི་བསམ་པ་རྣམ་དག་གི་ཐོག་ནས་ལག་ལེན་བསྐྱལ་རེ་ཡིན་ན་གང་ལྟར་ཅིག་སེམས་རྒྱུད་དུས་ཡག་ལ་ཏན་ཏན་ཕན་ཐོག་ཡོད་རེད། དཔེར་ན་ཡི་ཤུ་ཆེ་བ་ཆགས་ཆགས་ན་འཇིག་རྟེན་སྐྱོ་པོ་པོ་འདུག་གི་ཡོད་རེད་ལྟ་གྲུབ་ཀྱི་ཐོག་ནས་མན་འདྲ་བ་ཞིག་པོ་ཆགས་གི་ཡོད་རེད་དེ་ཡིན་ནའི་བྱམས་བརྩེ་ཉམས་ལེན་བྱེད་མཁན་གཅིག་པོ་ཆགས་ནས་ཨ་མདའ་ཡི་ཤུ་ཆེ་བ། དཔེར་ན་མ་ད་ཏྲེ་རེ་ཟ་ཆགས་ཆགས་ན་ག་འདྲ་ཞིག་འདུག་ག་དངོས་གནས་དྲ་གནས་ཀྱི་ཉམ་ཐག་བྱིས་པ་ལ་ཡང་རོགས་བྱེད་ཨ་ཐ་ཧ་ལས་པ་ཞིག་འདུག་དེ་ལྟ་དེའི་འདྲ་མཚོན་པས་ཨ་ཐ་ངས་ངོ་ཤེས་པ་དེ་འདྲ་མང་པོ་ཡོད་ཡེ་ཤུ་ཆོས་པ་ད་ག་ནང་བཞིན་ཁ་ཆེ་ཆོས་པ་ད་ག་ནང་བཞིན་གྱི་ཧིན་དུ་ཨུ་ནི་ཇུ་གང་ལྟར་དངོས་གནས་དྲང་གནས་མི་ལ་ཅིག་ཞམ་འདེགས་སྒྲུབ་མི་ལ་རོགས་བྱེད་ཨ་དེ་འདྲ་གསར་བ་རྣམ་དག་ཆེན་གྱི་བྱེད་མཁན་དེ་འདྲ་མང་པོ་ཡོད་ཀྱི་འདུག་བ་ཇག་ཚང་ག།

ས་དེ་འདྲ་ཡིན་དུས་ནང་པ་རང་གི་ནང་ལོགས་ལས་ལྟ་གྲུབ་མི་འདྲ་བ་མང་པོ་ཤར་ཡོང་བསྡད་ཀྱི་ཡོད་རེད། ས་དེ་འདྲ་ཡིན་དུས་ལྟ་གྲུབ་ཀྱི་ཐོག་ནས་འཛམ་བུ་གླིང་གི་ཆོས་ལུགས་དེའི་རིགས་མི་འདྲ་བ་ཁྱད་པར་ཆེན་པོ་ཡོད་རེད། ཡིན་ནའི་དེའི་སྟེང་གི་དམིགས་ཡུལ་དེ་བྱམས་བརྩེ་གོང་འཕེལ་གཏོང་ཡག་ལ་དམིགས་ཡུལ་གཅིག་པ་རེད། འཇིག་རྟེན་བཀོད་པ་པོ་འདོད་མཁན་དེ་གས་འཇིག་རྟེན་བཀོད་པ་པོ་དེ་ཁོང་ཁྲོའི་བདག་ཉིད་རེད་ཟེར་མཁན་སུ་གཅིག་མི་འདུག་ག་འཇིག་རྟེན་བཀོད་པ་པོ་དེ་བྱམས་བརྩེའི་བདག་ཉིད་རེད་ཟེར་གི་འདུག་ག། བྱས་ཙང་བྱམས་བརྩེའི་བདག་ཉིད་ཀྱི་འཇིག་རྟེན་བཀོད་པ་པོ་དེ་གིས་ང་རང་ཚོའི་མི་ཚེ་འདི་བཀོད་པར་ལུས་ཙང་ནས་རང་བཞིན་གྱིས་བཅས་ཀྱི་བྱམས་བརྩེ་ལ་ཡང་དོ་སྣང་ལས་ཡ་རབས་ཅིག་གདའ། ཨེ་ནི་འཇིག་རྟེན་བཀོད་པ་པོ་ལ་ཇི་ཙམ་གྱི་ཕུགས་ཀྱི་གུས་པ་ཡོད་པ་དེའི་ཚོད་ཀྱིས་སོ་སོའི་འཇིག་རྟེན་བཀོད་པ་པོའི་རྗེས་སུ་འགྲོ་ཡ་བཅས་ཀྱི་བྱམས་བརྩེའི་ཐོག་ལ་འགྲོ་ཡ་བཅས་ཀྱི་སྐོར་ཕན་ཐོགས་ཤ་སྟོབས། ཚོད་ལྟ་གྲུབ་མི་འདྲ་བ་དེའི་སྟེང་གི་དམིགས་ཡུལ་དེ་བྱམས་བརྩེ་གོང་འཕེལ་གཏོང་ཡག་ལ་ཡང་དམིགས་ཡུལ་གཅིག་གཅིག་པུ་ཆ་དུས་ཚང་ནས་ཨ་ནི་གང་ལྟར་ལྟ་གྲུབ་མི་འདྲ་བ་དེའི་སྟེང་གི་ད་དུང་དགོས་མཁོ་ཡོད་པ་རེད། མིའི་ཁམས་དང་མོས་པ་བཅོམ་ལྡན་འདས་གཅིག་ཡིན་ནའི་དུས་རང་ཉིད་ཀྱི་གདུལ་བྱའི་ནང་ལ་ཁམས་དང་མོས་པ་དབང་པོ་རྣོ་རྟུལ་གྱི་ཁྱད་པར་མང་པོ་ཡོད་པ་ཡིན་དུས་ཚང་ནས་བཅོམ་ལྡན་འདས་ཀྱིས་ལྟ་གྲུབ་མི་འདྲ་བ་གསུངས་ཞེས་པ་དེའི་སྟེང་ད་གསུངས་དགོས་ཧ་ཆེ་ཆགས་པར་བལྟ། ས་དེ་འདྲ་ཡིན་དུས་ས་ནས། དཔེར་ན། ད་ལྟ་འདྲི་གི། དེ་འདྲ་ཡིན་དུས་ས་ནས། གང་ལྟར་ཅིག་མཛའ་མོ་དེ་དེ་ག་ལ་ལྟ་གྲུབ་མི་འདྲ་བ་ཡོད་པ་དེ་ཡིན་ཏེ། ཁོ། མིའི་ཁམས་དང་མོས་པ་མི་འདྲ་བ་དེའི་ད། རྒྱ་གང། འཕགས་པའི་ཡུལ་དེ་གཅིག་བྱས། དེ་ནས་ཨ་རབ་ཀྱི་ཡུལ་དེ་གཅིག་བྱས།

འདིར་རྒྱ་གར་ཆགས་ཞེན་ནི་རྒྱ་གར་ལྷོ་ཕྱོགས་དང་རྒྱ་གར་བྱང་རྒྱུད་ཀྱི་མིའི་བསམ་བློ་འགྲོ་སྟངས་ལ་ཕྲན་བུ་ཕྲན་བུ་མི་འདྲ་བ་ཞིག་ཡོང་གི་འདུག་བ། ས་དེ་འདྲའི་ཡིན་དུས་ཙང་ནས་ཁམས་དང་མོས་པ་མི་འདྲ་བ་ལ་གོ་གཅིག་གི་ཕུགས་ཀྱི་དེ་དང་བསྟུན་པ་གཅིག་གི་བྱམས་བརྩེ་གོང་འཕེལ་གཏོང་ཡག་གི་ཐབས་ལམ་ཞིག་སྒུག་འདུག་བ། ས་ལྟ་གྲུབ་མི་འདྲ་བ་དེ་དེ་གི་མིའི་ཁམས་དང་མོས་པ་མང་གུ་མོས་པ་ཁམས་དང་མོས་པ་མི་འདྲ་བ་མང་གུ་ལ་ཡང་ཕན་ཐོགས་རྒྱ་ཆེན་པོ་ཡོང་ཡག་དོན་དག་ལ་ལྟ་གྲུབ་མི་འདྲ་བ་དེ་སྒུག་འདུག་བ།

དེ་འདྲ་ཡིན་དུས་ང་ལོ་གཅིག་ཅིག་ཨོ་སི་ཀྲེ་ལི་ཡ་ལ་ཡང་ནི་གཏམ་བཤད་བྱས་ཡ་ཅིག་གི་འདུག་སྟེ། ནི་ང་ངོ་སྤྲོད་བྱེད་མཁན་ཡེ་ཤུ་སྟེ་ཅིག་བླ་མ་ཅིག་ཁོ་རང་མི་སྤྱི་ཚོགས་ཀྱི་དུ་བ་ཞབས་འདེགས་སྒྲུབ་ཡ་ལྷག་པར་དུ་ཁྱིམ་མེད་པའི་མི་སྐྱོ་བོ་དེ་འདྲ་ལ་རེ་བ་ཤ་ཆེ་གི་རེད་ཁོང་གིས་བཤད་ཨོ་ཁོང་གིས་ང་ངོ་སྤྲོད་བྱས་པའི་གི་འདུག་ལི་ཡ་ནི་ང་ནི

ཨེ་ནི། ཡང་རྒྱ་གར་ལྷོ་ཕྱོགས་ལ་ཡ། སྦེང་ལོར་ལ་རེད། ཡང། ཚ་གཅིག་ག་འདྲ། ཧིན་རྡུ་བླ་མ་དེ་འདྲ་གཅིག་ང་ཐུག་བྱས། ཧིན་རྡུ་བླ་མ་དེས། ཨེ་ནི་ང་གཉིས་སྐད་ཆ་རུ་བཤད་བྱས། ཨེ་ནི་ངས་འདི་བཤད་མེད། ད་ཧིན་རྡུ་གི་ཆོས་དང། ཨ་ནི་ནང་པའི་ཆོས། ཨེ་ནི། ཚུལ་ཁྲིམས་ཀྱི་བསླབ་པ། ཏིང་འཛིན་གྱི་བསླབ་པ། ཤེས་རབ་ཀྱི་བསླབ་པ། བསླབ་པ་གསུམ། སྤྱིར་བཏང་བཤད་པ་ཡིན་ན། གཅིག་པ་ཡག་རེད། ཨེ་ང་ཚོ་གཅིག་པ་རེད་ལབ་ཡིན། ད་ཁྱད་པར་ཅིག་འདི་ཁྱོད་རང་བདག་ཏུ་ལྟ་གི་ཡོད་རེད། ཕུང་པོ་ལས་དོན་བཞིན་པའི་བདག་འདོད་ཀྱི་ཡོད་རེད། ང་ཚོས་ངས་ཕུང་པོ་ལས་དོན་བཞིན་པའི་བདག་འདོད་ཀྱི་ཡོད་མ་རེད། དེ་ནི་སོ་སོ་སོའི་ཇུས་གཏོགས་རེད་བྱས་ཡིན། ཁྱེད་རང་ཨེ་ནི། ཕུང་པོ་ལས་དོན་བཞིན་པའི་རྟག་གཅིག་རང་དབང་བའི་བདག་འདོད་ཞེས་པ་དེས་ཁྱེད་རང་ལ་སེམས་ལ་ཕན་གྱི་ཡོད་རེད། ཁྱེད་རང་དེ་རེ་བོ་བཞག་ཡོད་རེད། ང་ཕུང་པོ་ལས་དོན་བཞིན་པའི་བདག་དང། གང་ཟག་རང་སྐྱོང་ཐུབ་པའི་རྩལ་ཡོད་ཀྱི་བདག།

ངའི་ངོས་ནས་ད་ཅེས་ང་ནང་པའི་རྒན་ལོ་སྦྱིན་པའི་ངོས་ནས་འཛམ་བུ་གླིང་འདིའི་སྒང་གི་ཆོས་ལུགས་ཚང་མ་ལ་ཐུགས་མཐུན་ཁྲིམས་གཙང་ཡག་པོ་ཅིག་བྱུང་ན་བསམ་པའི་ངས་དེ་འབད་རྩོལ་བྱེད་ཀྱི་ཡོད་རེད། ད་དེ་རིང་སྐད་ས་ཆོས་ལུགས་མི་འདྲ་བ་རྒྱུ་མཚན་དུ་བྱས་ཏེ་ཅིག་གསོད་རེས་ཚུན་ཆད་བཏང་གི་འདུག་དེ་འདྲའི་ཅིག་ད་དུས་ཚོད་དེ་ཆོས་ལུགས་ཅིག་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ཅིག་གིས་ཅིག་ལ་བརྩི་བཀུར་བྱས་ཅིག་གིས་ཅིག་ལ་ཡ་ག་འདའ། ཅིག་ག་ཚོགས་རེ་ཕུ་གེ་ཕན་ཚུན་སློབ་སྦྱོང་བྱེད་ཡག་སོགས་དེ་འདྲའི་ཅིག་ཐོག་ནས་བྱེད་ཐུབ་ན། དེ་ཆོས་ལུགས་མཐུན་སྒྲིལ་དེ་ཡོང་ཐུ་ཡག་ཅིག་རེད་ལ་དེ་དཔེ་གལ་ཆེན་པོ་རེད་ཤག་དེ་དེ་རི་དེ་འདུས་པའི་ངས་ནི་ཆོས་གྲོགས་ཚང་མ་ལོག་གི་དེ་དགོངས་པ་བཅང་རོགས་གནང་ཟེར་ཅིག་ཞུ་ཡག་ཡིན།